ཏཱ་སི་ལའི་ཨ་རིའི་ནང་བཞུགས་པའི་བོད་རིགས་སྤུན་ཟླ་ཚང་མ་ལ་ཡང་དེ་རིང་དེ་བཀའ་མོལ་ཅིག་ཞུ་ཡ་ཡོད། ད་ད་ལྟ་ཉེ་ཆར་ལྷན་རྒྱས་ཚོགས་པའི་གསན་ཡོད་རེད Census ཞུས་བྱས་ཐོ་འགོད་རྒྱ་ཡ་ཅིག་དྲ་རྒྱ་དང་ལ་དོ་སི་འགྲོ་བསྡད་ཡོད་རེད་དེ Census ཞུས་ཡ་དེ་ག་རེ་རེད་ཞུ་བའི་ན། མི་འབོར་ཞིབ་བཤེར། ད་ལྟའི་ཨ་རིག་གིས་ལོ་བཅུ་རེ་བཅུ་རེ་ཙམ་ལ་ཡང་དུས་མི་འབོར་ཞིབ་བཤེར་རེར་གནང་གི་ཡོད་རེད། དེ་མི་འབོར་ཞིབ་བཤེར་དེ་ཐོ་འགོད་དེ་ང་རང་ཚོ་གི་དྲ་རྒྱ་ནས་ཡང་ཐོ་སྦྱར་བ་ཡིན་ན། ཨ་ནི་ང་རང་ཚོ་བོད་པ་ལ་མཚོན་ན་ཁྱབ་སངས་མང་པོ་བྱས་ཡོད་པ་འདྲ། ད་ལྟ་ང་ཚོ་ཨ་རིའི་ནང་ལོགས་ལ་བོད་པ་ཁྲི་གཉིས་སུ་ཡོད་རེད་ཁྲི་གཅིག་ལྷག་སུ་ཡོད་རེད་འདུག་གསུང་གི་ཡོད་རེད་ཡིན་ན་ཡང་ད་ཉེ་ཆར་རང་ད་ཐོ་གོ་རྒྱལ་འདི་ནང་ལ་བོད་པ་ཞེ་དྲག་རྩ་ནས་སླེབས་ཡོད་ས་མ་རེད་ཉུང་ཉུང་ཅིག་མ་གཏོགས་བྱུང་ཡོད་ས་མ་རེད་དེ་ཡིན་དུས་ཙམ་པ་ད་ལྟ་ཉེ་ཆར་དེ་ནིའུ་ཡོག་ཨ་རིའི་ནིའུ་ཡོག་སྤྱི་ཁྱབ་བློན་ཆེན་གྱི་ལས་ཁུངས་ནང་ཕྱག་ལས་གནང་མཁན་ཨ་རི་བ། མེད་ན་ཅིག་གིས་ཡང་ཁ་སང་ང་ལ་ཡང། ཨ་ནི་ཁྱེད་རང་གིས་ངེས་པར་དུ་དེ། ཁྱབ་བསྒྲགས་དང། འགྲེལ་བཤད་གསལ་བཤད་དེ་འདྲ་ཅིག་བྱེད་པ་ཡིན་ན་ཡག་པོ་ཞུ་ཞུ་འདུག་གང་ཡིན་ཟེར་ན། ད་དུས་ཚོད་རྫོགས་འགྲོ་ཡོད་རེད་སྤྱི་ཟླ་དགུ་པའི་ཚེས་སུམ་བཅུ་དེ་ནི་དུས་ཚོད་མཐའ་མ་རེད་ད་དེ་རིང་ནས་བརྩིས་པ་ཉི་མ་བཅོ་ལྔ་མ་གཏོགས་ལྷག་ཡོད་མ་རེད། བྱས་ཙང་ང་ཚོས་གང་མགྱོགས་མགྱོགས་དེའི་ཐོ་འགོད་དེ་བོད་མི་མང་པོ་ཅིག་གིས་གནང་དགོས་ན་གནང་ཐུབ་པ་ཡིན་ན། ད་ནི་ང་རང་ཚོ་བོད་པ་ལས་དཔེ་མི་སྲིད་ཁེ་ཕན་ཡོད་ས་རེད། བྱས་ཙང། སྤྱི་བཏང་ཆ་ནས། ཐོ་འགོད་དེ་འཇགས་པ་ཡིན་ན། རྒྱལ་ཁབ་ཅིག་ལ་མཚོན་ན། དང་པོ་དེ་ལ་མི་འབོར་ག་ཚོད་ག་ཚོད་ཡོད་མེད་དང། དེ་ནས། མི་ཕོ་མོ། དེ་ནས་མི་རྒན་གཞོན། དེ་འདྲའི་དབྱེ་བ་མང་པོ་ཞིག་སྤེལ་ཐུབ་ཀྱི་ཡོད་རེད་ད་རང་ཐོ་འགོད་དེ་འཇགས་པ་ཡིན་ན། ད་ད་ལྟ་ང་རང་ཚོ་བོད་པ་ལ་མཚོན་ན་དེ་ཐོ་འགོད་དེ་འཇགས་པ་ཡིན་ན་ཁེ་ཕན་ག་རེ་ཡོད་རེད་ཟེར་ཞུས་པ་ཡིན་ན། ཐོ་འགོད་འདི་གཞིས་གསུམ་གྱི་ས་གནས་ལ་དཔའ་བོས་ཀྱིས་གཅིག་གིས་རྩེད་མོ་རྩེ་ས་རྩེད་ཐང་ཡིན་ན་རེད་དཔེ་མཛོད་ཁང་ཡིན་ན་རེད་བླ་གྲྭ་ཡིན་ན་རེད་ཨ་ནི་སྨན་ཁང་རེད་ད་ན་ཤི་ལམ་ཁ་རེད་དེ་ཚོའི་གྱི་ལོག་གི་འགྲོ་གྲོན་དེ་བབ་ཆེ་བ་དང་འདི་འདྲ་ཇི་ཡོད་རེད་ཞོད་ཙང་ཨ་ནི་ང་རང་ཚོ་ས་གནས་དེ་ལ་འདས་དེ་དུས་ཙམ་པ་ང་རང་ཚོ་བུ་གུ་ལ་རྩེད་མོ་རྩེ་ས་སྨན་ཁང་བླ་གྲྭ་ལམ་ཁ་ཡག་པོ་དེ་ཡོད་ན་ང་རང་ཚོ་ཁྱབ་ཁྱབ་ཡིན་རོ། འདི་ཆེ་སྐོར་མ་ཡིན་པར་ཨ་ནི་སོ་སོའི་རིག་གཞུང་སྲུང་སྐྱོབ་དང་འབྲེལ་བའི་ཐོག་ནས་ཅེག་གི་དུས་མི་ལ་མི་འབོར་ལ་བབས་པའི་གི་དུས་དེ་རག་གི་ཡོད་རེད། བྱས་ཙང་ང་རང་ཚོ་ས་གནས་དེ་ལ་བོད་པ་མང་པོ་ཡོད་པ་ཧ་གོ་ན་ཨ་ནི་ཆབ་སྲིད་ཀྱི་མི་སྣ་ཚོ་ཡིན་ན་དེ་ས་གནས་དེ་ལ་བོད་པ་མང་པོ་ཡོད་པ་ཧ་གོ་ན་བོད་པ། མི་མང་པོ་ཡོད་ས་ཀྱི་གནས་བབ་ལ་གཟིགས་རྗེས་ཨ་ནི་ཡང་ང་རང་ཚོའི་བོད་པའི་གི་གནད་དོན་གང་ལ་ཡང་ཁེ་ཕན་བྱ་ཡ་དང་ཨ་འདི་འདྲའི་མང་པོ་ཞིག་ཡོད་རེད་གསུངས་འདུག་ཞོལ་ཙང་ཨ་ནི་ང་རང་ཚོ་བོད་པ་ཅན་པའི་གི་རྒན་ཁྱེད་ཀྱི་ཨ་ནི་ད་ལྟ་བོད་པ་མང་ཆེ་སོ་སོ་རྒྱ་ཁབ་ནས་རང་བཙན་ཤོར་རྗེས་ཕྱི་གླིང་ཕྱི་རྒྱ་ཁབ་དེ་དེ་ཡོད་དུ་ཚུན་པ་ལྷ་ན་ལ་ཨ་རི་འགྲོ་རང་ལོངས་པ་ནང་ལ་གོ་སྐབས་དེ་ཚོ་ཚང་མ། ཨ་ནེ། ཁྱེད་ཀྱི་ཁེ་བཟང་ཡིན་བསམ་གྱི་མ་ཡིན་པ། ང་རང་ཚོ་བོད་པའི་བོད་མི་ལ་ཡང་ཞེན་ཁོག་ཡོད་པ། ཞེན་ཁོག་དང་ལ་རྒྱ་གི་ཐོག་ནས་མ་འོངས་སྟབས་བོད་པ་རང་བཙན་མ་ཐོབ་པ་དང་བོད་པ་མང་པོ་ཅིག་དེ་ལུང་པ་ནང་ཡོ་རོ་བ་འདི་ཚོ་སྤུ་གུ་འདི་ཚོ་ཡག་གི་འཚར་ལོངས་ཅན་དུ་འདི་ཚོ་གི་མདུན་ལམ་ལ་བསམ་བློ་བཏང་ཅིག་འགན་ཅིག་འཁྱེར་ཅིག་ངེས་པར་དུ་ཐོ་འགོད་འདི་སྐྱོན་རོགས་གནང་ད་དུང་ངའི་དམིགས་བསལ་གྱི། རེ་བ་ཅིག་ག་རེད་ཟེར་ན་ཨ་རིའི་ནིའུ་ཡོག་ལ་ཡིན་ན་ཚོགས་པ་སྐྱིད་སྡུག་མང་པོ་ཡོད་རེད་སྐྱིད་སྡུག་དེ་ཚོ་ཡིན་ན་སོ་སོ་སོ་ས་གནས་ལ་ཁྱབ་ཁོངས་ཀྱི་མི་དེ་ཚོ་ཡ་ཐོ་རྒྱག་རོགས་བྱེད་ཡ་བཅུག་བྱས་པ་ཡིན་ན་མི་རེ་རེ་ཐོ་རྒྱག་བས་ལ་སྐར་མ་གཉིས་སྐར་མ་གསུམ་སྐར་མ་ལྷག་ལྔ་ནས་ལྷག་བཅས་གཙང་ནས་འགོ་གོ་མ་རེད་ཤུས་ཙང་དེ་འདྲས་བྱས་ནས་ཡ་ཐོ་རྒྱབ་ཐུབ་པ་ཡིན་ན་ཨ་ནི་དཔེ་ཡག་པོ་ཡོང་ས་རེད་ད་ཉི་མ་བཅོ་ལྔ་མ་ཐོ་ལྷག་མི་འདུག་ཤུས་ཙང་ད་ང་རང་ཚོ་བོད་པ་ཅིག་ཡིན་པ་དང་བོད་མི་ཅིག་ཡིན་པ་དང། དེ་འགྲིག་ཐོག་ནས་འགན་འཁྱེར་ཆེད་ངེས་པར་དུ་ལྟོ་གོས་དེ་རྒྱ་ལོ་ནང་ཟིང་གིས་འབོག་གི་ཤུགས་ཡོད། ཡང་སྐྱོན་གཅིག། སོ་སོར་ཤུགས་གུ་ཡོད་དང་ཨ་རིག་གི་ཤུགས་གུ་མེད་པ་ལས་ཁྱད་པར་ཙམ་མི་འདུག་ཤུགས་གུ་མེད་ན་ཡིག་ཐོག་དེ་རྒྱབ་ན་འགྲིག་གི་འདུག་སོ་སོ་བསྡད་ས་ཁ་བྱང་དང་ནས་ཚོ་རྩ་མ་བཅུག་ཅེས། ཨ་ནི་སོ་སོ་གི་ཤུགས་གུ་ལ་འགོག་མཁན་དེ་འདྲ་རྩ་ནས་བཟོ་གི་མ་རེད་གསུང་གི་འདུག་དེ་ག་རང་ཁ་སང་ལས་ཁུངས་མི་སྣ་དེ་གིས་གསུང་གི་འདུག་ཞོལ་ཙང་ལྷན་རྒྱས་སུ་ཐུགས་བློ་བདེ་པོ་གནང་ཆེད་འགན་འཁྱེར་ཆེད་ལྟོ་གོས་དེ་སྐྱོ་རོས་ནང་ཟིང་འབོག་གི་ཤུགས་ཡོད་ལྟོ་ཆེ་ནང།